དེ་ཤེས་དེ་ལས། ད་ད་ལྟ་འདི་ལ་ཡང། མཉེན་ཆས་ཕབ་ལེན་བྱེད་སྟངས་སྐོར་ལ་ཐུགས་གསོ་ཞུ་བ་ཡིན། ད་མཉེན་ལས་མཉེན་ཆས་ཕབ་ལེན་བྱེད་སྟངས་འདི། ནི། ཁྱེད་རང་ཚོ་གིས་ད་ལྟ་གི་ལྷུན་རྩེ་འདི་ལག་ལེན་གི་ར། ལྷུན་རྩེ་འདི་གི་རིམ་པ་དང་པོ་དེ་ཡིག་སྣོན་བཟོས་སྟངས་རེད་རིམ་པ་གཉིས་པ་དེ་མཉེན་ཆས་ཕབ་ལེན་བྱེད་སྟངས་རེད། དེ་ཉིན་གྱི་ཕབ་ལེན་བྱེད་སྟངས་ཀྱི་དེ་ལས་ལྷད་དེ་དམ་པ་ནི་ཆང་བཙུགས་འདི་ལ་ནི་ཕབ་ལེན་བྱེད་ཀྱི་དྲ་བཏགས་དེ་དེ་ལ་བཞག་ཡོད་རེད་ནི་སོ་སོ་གི་ད་ག་རེ་བསུ་གི་རེད། གློག་ཀླད་ག་རེ་ཡིན་མིན་དེ་ལ་བརྟེན་བྱས་ནི་ཕབ་ལེན་བྱེད་ཞེ་ན་འགྲིག་གི་རེད་ད་ད་ལྟ་སྒེའུ་ཁུང་གློག་ཀླད་དྲ་བོ་ཆེ་ལྔའི་ཀ་ཆེ་དེ་གློག་ཀླད་སྐྱི་ཁུང་གློག་ཀླད་རེད་ཡ་ནི་ང་ཚོས་སྒེའུ་ཁུང་གློག་ཀླད་སྒང་ལ་ཕབ་ལེན་བྱེད་སྟངས་དེ་ལྟར་བྱའོ་ར་དེ་ནི་འདིའི་སྒང་ལ་བྱས་ནས་དེ་ནི་འདི་འདྲ་གྱི་ཁ་ཕྱེ་ཡོང་གི་རེད་དེ་ནི་ཁ་ཕྱེ་ཡོང་འདི་དམ་པ་འདིའི་སྒང་ལ་ནི། དེ་ནས་ཤ་བཙལ་སའི་འདི་གང་ལ་ནི། ད་འདི་གང་ནི་འདི་སྟོན་པ་ཁོས་གར་སི་བར་ཟེར་ན་ཁོ་གི། ད་ཐུག་གོ་ནང་འཛུལ་བྱེད་དགོས་ཀྱི་འདུག་ཟེར་གོ་རེད། ད་སོ་སོ་ཁྱོད་ཁྱོད་ཡོད་ན་ཁྱོད་ཁྱོད་ཀྱི། ད་ད་ད་གི་ཁ་བྱང་དེ་བེད་སྤྱོད་བཏང། མེད་ན། ང་ཚོ་སྐད་འཕྲིན་དཔེ་ཤིང་བེད་སྤྱོད་བཏང་ཤ་ན་འགྲིག་གི་ཏོ། དཔེ་ཤིང་དེ་གི་ཁ་ཕྱེས་ནས་འདི་ལ་འདི།

ཏེ་ངའི་ད་ལྟ་ཆེ་ཡིན་རོ། དེ་ཨོ་དེ་ལ་སའོ་མིའོ་ཁྲེང་ཀོང་ལེགས་དོ་ཅིག་ཁ་པར་གྱི་ནང་ལོགས་ལ་ནི་འགྲིག་གི་རེད་ཟེར་ཅིག་ཤར་ཡོང་གི་རེད་འོང་དེའི་སྒང་ལ་ཅིག་གནས་ཤོད་ད། དེ་དེ་ནི་ང་ནང་ལོགས་འགྲོ་སོང། དེའི་ནང་ལོགས་ལ་འགྲོ་ཚར་བ་དང་ནི་ཕབ་ལེན་ཅིག་བྱ་ན་འགྲིག་གི་རེད་ད་གིན་ན་ཤི་ངས་དེའི་སྒང་ལ་ཅིག་གནས་དེ་ནི་དེའི་སྒང་ལ་ཅིག་གནས་ཤོད་ད། དེ་ནི་ཕབ་ལེན་བྱེད་ཀྱི་ཡིན་པས་སོགས་ཀྱི་དོ། དེ་ནི་ངས་ཕབ་ལེན་བྱེད་ཀྱི་ཡིན་ལ། ཨོ་དུ་སི་ཅན་ནས་ནི་ཕབ་ལེན་བྱས་ཚར་སོ། དེ་ནི་ང་ཚོ་ཕབ་ལེན་བྱས་ཚར་རྒྱུའི་ཡིག་ཆ་དེ་ཞིག་ལྟ་བུ་རོ། འདི་ལ་དོ། དེ་ད་འདི་ཉིན་འདི་སྐྱེས་མ་འདི་ལ་ཚུར་ལེན་བྱ་བ་རོ། ད་འདི་ག་རེ་ཡོད་ཟེར་ན་འདི zip ཡིག་ཆ་གི་གནམ་གྲུ་དེ། ད་སྒོ་སྐྱ་སྒྲོག་ཅིག་རྒྱག་བཞིན་ཡོད་རེད་ད་དེ་ཁ་གཏོར་དགོས་ཀྱི་རེད་ཁ་གཏོར་ཡག་ལ་ནི་ཙི་ཙི་གི་དབྱེ་བ་དེ་ནི། དེ་ནི་སུམ་པ་ཅིག་ལ་དེའི་སྒང་ལ་ནི། དེ་ནི་ཐ་མ་དེའི་སྒང་ལ་ནི། འོག་ཏུ་བྱིན་ནས་ཁ་གཏོར་ཚར་ཁ་གཏོར་ཚར་བ་དང་ཆང་གི་ལྟ་དེ་ཡིག་ཆ་དེ་ག་བ་ཡོད་རེད་ན། ཁོ་རང་དང་ཁོ་རང་གི་འཁྲིས་ལ་ཡོད་རེད་ནམ་རྒྱུན་ད་ལྟ་འདི་བྱས་བྱས་ན་འདི་དོ་ཨ། ནས་འདི་བྱས་ནས་ནི་འདི་ཁ། དེ་ཡིག་ཆ་ད་ལྟ་གི་ད་ལྟ་གི་ད་ག་ཉན་བྱས་དེ་ཕབ་ལེན་བྱས་དང་དེ་དུས་སུ་བྱས་ནས་ཚར་ཚར་བ་ཡིན། ཐུགས་རྗེ་ཆེ།